བླ་མ་དང་མགོན་པོ་སྤྱི་ཟིན་འཇམ་པའི་དབྱངས་ལ་ཕྱག་འཚལ་ལོ། དར་ནག་རྩིས་ཀྱི་སྡོམ་བྱང་གི་དང་པོ་འབྱུང་བ་ལྔ་ཤིང་མེ་ས་ཆ་ཆུང་ལྔ་འོག་གསེར་གྱི་ནང་གཉིས་པ་མ་བུ་དགྲ་གྲོགས་ནི་གཡས་སྐོར་བུ་དང་གཅིག་ཤར་གྲོགས་གཡོན་སྐོར་མ་དང་གཅིག་ཤར་དགྲ་ཟེར་གྱི་འདི་དག་ཚར་སོང། ཟླ་གསུམ་པ་ཕྱོགས་མདོག་ཟེར་གྱི་འདི་རེད་ད། ཕྱོགས་བཞི་མཚམས་བཞི་ཁ་དོག་ཕྱོགས་མདོག་ནི། ས་ཕྱོགས་མདོག་ནི་ཟེར་བཞིན་ར་བ་སྟེ་ཕྱོགས་མདོག་ནི། ཤར་ཕྱོགས་ཤིང་ལ་ཟེར། ལྷོ་ཕྱོགས་མེ་ནུབ་ཕྱོགས་ལྕགས་ལ་བྱང་ཕྱོགས་ཆུ་མཚམས་བཞི་ས་རུ་ཤེས་པར་བྱ། བདག་ལག་པའི་སྒང་ལའང་འབྱུང་བ་ལྔ་བརྩི་སྲོལ་འདི། ཕྱོགས་གཏོགས་ཟེར་གིན་གཅིག་དང་འབྱུང་བ་ལྔ་ཟེར་གིན་འདི། འབྱུང་བ་ལྔ་ཟེར་གིན་འདི་ཁ་སེང་ཡ་བརྩི་ཚར་རེད་བ། ཤིང། མེ། ས། ལྕགས། ཆུ། ཟེར། ད་ལོ་ཧོར་འབྲུག་ཆུ་ཐམ་པ་བརྩི་དུས་ལོ་ཧོར་རེ་རེ་ལ་འབྱུང་བ་ལྔ་ཡོད་རེད་བ་དེ་བརྩི་དུས་ཤིང་མེ་ས་ལྕགས་ཆུ་ཟེར་ཚིག་ཡོད་རེད། དེ་ནས་ལག་པའི་སྒང་ལ་ལོ་ཧོར་བཅུ་གཉིས་བརྩི་ཡ་ཡོད་རེད་བ། འདི་གི་ཕྱོགས་གཏོགས་རེད་དེ། འདི་ཤེས་ན་དེ་ནས་སྲོག་གི་ཁམས་ཡག་པོ་སྦྱིན་ཤེས་གི་རེད། ད་བརྗེད་སམ། ལག་པ་དེ་འདྲའི་ཅིག་ཡོད་པ་དབང་དུ་བཏང་ན། ད་ཤར་ཕྱོགས་ཟེར་གྱི་རེད་བ། ཤར་ཕྱོགས་ཤིང་ཟེར་རེད་དེ་གཉིས་ཀྱི་པར་རུ་ལ་བརྩི་བ་རེད། ཤར་ཕྱོགས་ལ་རྟ་དང་ཡོས་ཡོད་རེད་བ་དེ་གཉིས་ཀྱི་པར་རུ་ལ་ཤིང་ཤར་ཕྱོགས་ཤིང་ལྷོ་ཕྱོགས་མེ། ནུབ་ཕྱོགས་ལྕགས་བྱང་ཕྱོགས་ཆུ། དེ་ནས་མཚམས་བཞི་གླང་ལུག་ཁྱི་འབྲུག་རེད་མཚམས་བཞི་ས་རུ་བཤད་པར་བྱ། ཟེར། ད་འདི་ཤེས་ན་སང་ཉིན་ནང་ཉིན།

རྟ་དང་སྦྲུལ་གཉིས་ལ་ལྷོ། ལྷོ་མེ་རེད་བ་ཤ་འདི་ཤིང། འདི་ལ་སྣུབ། བྱ་སྤྲེལ་གཉིས་ཡོད་རེད་བ་འདི་ན་ལྕགས་རེད་སྣུབ་ལྕགས། འཇང་བཞི་ཕག་གཉིས་ཀྱི་ཕྱོགས་འདི་ལ་ཆུ་ཟེར་རེད་གླང། ལུག་ཁྱི་དྲུག་བཞི་འདི་ལ་ས་ཟེར་རེད་ད། ད་ལྟ་ལོ་འཁོར་ཁོ་རང་མ་བརྩིས་ན་ཡང་ལག་པའི་སྒང་ལ། ཤར། ཤིང། ལྷོ། མེ། སྣུབ། ལྕགས། འཇམ། ཆུ། མཚམས་བཞི་བསྲེགས་ནས་ཟུར་བཞི་རེ་བ། ཟུར། དང་པ། གཉིས་པ་གསུམ་པ་ཞེས་པ་ཟུར་བཞི་དེ་ས་བསྲེགས་རེད། ད་འདི་བསླབ་ཚར་ན་དེ་ནས་ལོ་འཁོར་བཅུ་གཉིས་ཚེས་དུས་ལས་སླ་པོ་ཡོད་རེད། ད་བྱས་ཙང། ཆུ་བོ་བཞི་གི་མདོག་རེད། ཆུ་བོ་བཞི་མཚམས་བཞི་གི་མདོག་ཤར་ཆུ་ཤིང་ལྷོ་ཆུ་སྨད་ནུབ་ཆུ་ལྕགས་བྱང་ཆུ་ཆུ་མཚམས་བཞི།